ལའང་ཐུགས་ཅི་ལ་བདེ་གནས་ཀྱི་ལའང་ལྔ་ཟེར་དུས་ལ། བཟོད་མེད་ཀྱི་ངེས་ཤེས་བཞི་དང་འགོག་པའི་སྣང་མཐའ་ལྔ་སྟེ་ལ། ཐུགས་ཅི་ལ་བདེ་གནས་ཀྱི་ལའང་ལྔ་ཞི་བའི་དུས། འཇིག་རྟེན་ལས་འདས་པའི་ལའང་དགུ་ཟེར་ཏེ། ཨ། ཨ་སོགས་ལྟའི་བཞི་དང་བཟོད་མེད་བཞི་དང་འགོག་པའི་སྙོམས་འཇུག་གི་དགུ་སྟེ་ལ། འཇིག་རྟེན་ལས་འདས་པའི་ལའང་དགུ་ཟེར་ནས་དེ་འདྲི་ཞེས་བཞག་གི་དུས་དེ་འདྲི་ཡིན་ཙང་འཇིག་རྟེན་ལས་འདས་པའི་ལའང་དགུ་བཤད་པའི་སྐབས་ལ། ཨ་ནི་སེམས་ཁྲིད་དུ་མནོག་བཤད། ཨ་ད་ཡིག་བརྒྱ་ཚང་མའི་ག་འགྱིག་དེ་ལས་འདས་པའི་ལོངས་སྐུ་བཤད་པའི་ཁ་མཐུད་དེ་ལ། འགུགས་པའི་སྙོགས་འཇུག་བཀོད་དེ་ཚང་མའི་རྩ་ལྟར་གཏན་ནས་འཆད་ཨ་མ་ཐུག། སྲོག་གཏད་བྱེད་དུ་གཟུད་མེད་བྱེད་བཀོད་དེ་དེའི་ཁ་མཐུད་ལ། ཅེས་ཞལ་རོའང་འགྲེལ་བཤད་རྒྱ་བདེ་བ་ཞུ་མི་འདོད། དེ་འདྲ་ཡིན་ཙང། ཕལ་ཆེར་ནི། བཀའ་དང་པོའི་ནོར་ལུག་ལ། སྲོག་གཏད་གཟུད་མེད་ལ་འཇུག་པའི་འདྲི་བ་བཤད་པའི་བཀའ་ལ་གང་ལྟ་བཀའ་དང་པོའི་སྲོག་གཟུད་ཀྱི་ནོར་ལུག་ལ། ཨ་ནི་གོང་གི་ཐོགས་བཅས་སྲོག་གཏད་རྫུན་མེད་ཀྱི་ཉལ་འདུག་དང་གང་ཐོགས་པའི་སྲོག་གཏད་དུ་རྫུན་མེད་ཀྱི་དངོས་གཞི་མྱོང་རྒྱུ་དང། ཨ་ནི་ཅི་དད་རྟགས་ཀྱི་ཅི། ཨ་ཐོགས་པའི་གྱི་རྟགས་དང། ཨ་ཐོགས་པ་པའི་གང་ཟག་དང། ཨ་ད་དེ་འདྲའི་སྲོག་གཏད་ཀྱི་ཅི་ཡས་ལོག་མི་འདྲ་བ་དད་རྟགས་དང་རྫུན་མེད་ཀྱི་དམིགས་ནོར་མི་འདྲ་བ། ད་དེ་འདྲའི་སྲོག་གཏད་དུ་རྫུན་མེད་ཀྱི་བཀོད་དེ་ཀ་དང་པོའི་ནང་ལོ་བཞི་གཅིག་ཕྲ་བ་བཞི་བཤད་ཚར་བ་ཡིན། རྩ་དེ་ལས་ལོ་ག་ཟེར་གས་མེད་བ་ཡིན། རྩ་ཨ་ནི། གྱིས་དེ་ལས་འདས་པའི་ལོང་བ་དགག་ནུ་སོགས་གཏེར་རྫུན་མེད་དེ། བཀའ་དང་པོ་ལས་བཤད་པ་ལས་ཤི་འགྲོ་བ་ཡིན་ཙང་མི་བཤད་པ་ཁྱད། ནི་ད་ཡང་དེ་སྔ་ལ་འགུགས་པའི་སྙོགས་འཇུག་བཀོད་དེ། བཀའ་དང་པོ་གཉིས་པ་གསུམ་པར་གྱི་ནང་ལ་ཞལ་རོགས་ཀྱི་དམིགས་བསལ་གྱིས་བཤད་མེད་པ་ཡིན་ཙང་ད་ལྟ་འདི་ཁ་ཐུག་ལ་དེ་རྩ་དང་གཏན་ནས་འཆལ་བ་མེད་འགྲོ་སོགས་སོགས་འདྲ་བའི་དུས་གང་ལྟ། ཚང་མའི་ལ་འགུགས་པའི་སྙོགས་འཇུག་བཀོད་དེ་འདི་ཁ་ཐུག་ལ། རྗེ་བོ་བཤད་བདེ་བོ་བ་རེད།

གཙོ་བོ་ཡིད་བྱེད་ཐུགས་ལ་མ་ཞལ་ཕྱེ། དེ་ཡང་དག་ཡིད་བྱེད་ཀྱི་ཚིག་རིས། ཇི་མ་ཇི་བཞིན་མ་འདྲེས་ཤེས་རྒྱ་དྷི་ཡ་གྷ་འོག་དུས་དེ་འདྲའི་ཡིན་ཙང་དེ་དུས་ཁ་ཅིག་ཏུ་རོ་ལུས་ཀྱི་གནས་ཚུལ་ཚང་མ་དག། ཅེས་བཤད་བསྡད་ན། ནི་ཅིའི་ཕྱིར་འོ་མགོ་འགྲོ་ཡ་བཞིའི་དཀའ་ལས་དང་དེ། ཤེས་ངེས་ཉན་ངེས་ཚང་མ་དང་མྱོང་ཡ་བཞིན་མ་གཏོགས། མི་འདོད་དེ་འདྲ་ཡིན་ཙང།

ཏིང་ངེ་འཛིན་ལ་བརྟེན་ནས་ལུས་དུག་སེལ་བདེ་བ་ནད་ཡག་གི་ཆེད་དུ་སྙོམས་པ་འཇུག་གི་རེད། བྱང་སེའི་ཕོ་དཔལ་གྱི་འཐུང་བྱེད་ལ་བདེ་ནད་ཀྱི་ལོང་ལྔ་ལ་སྙོམས་པ་འཇུག་དུས་ལ་ཡང། གཉིས་སུ། བྱང་སེའི་སྤོབས་པ་རང་ཉིད་ཚེ་འདི་ཉིད་ལ་ལུས་སེལ་བདེ་བ་གནས་པའི་དན་དུ་སྙོམས་པ་འཇུག་ཡ་དང། དེ་ལྟར་སྙོམས་པ་འཇུག་པའི་རྗེས་ནས་བགིག་པ་ཟིན་ན་བགིག་པ་མཐའ་དུས་ཏེ་བདུད་བྱ་གཞན། སྔོ་དྲོ་ལ་འགན་ཡག་གི་ཆེད་དུ་ཡིན་ས་རེད། དེ་འདྲའི་ཡིག་ཚང་གནོད་བྱེད་ཉིད་ཀྱིས་ནོར་ལུག་ལ་གཞུང་ཕྱིར་འཚེམ་པའི་ག། ཨང་ཕྲུག་གཅིག་ལ་བདེ་ལྡན་གྱི་ལག་ལྔ་བོ་དེ་ལ་སྙོམས་པར་འཇུག་ཡ་སྟེ། འཇུག་པའི་བགྱིས་པ་སྟེ། རང་ཉིད་ལུས་ཚེའི་བདེ་བ་གནས་ཡ་གི་ཆེད་དུ། སྙོམས་པར་འཇུག་པ་རེད་དེ། ཡིན་ན་ཡང། དེ་ལྟར་སྙོམས་པར་འཇུག་པའི་གི་སྣང་མེད་ཀྱི་འབྲས་བུ་མངལ་དུ་བྱེད་ཀྱི་མ་རེད། བཟོད་མེད་ཀྱི་གནས་ཀྱི་ཆེད་ལ་སྙོམས་པར་འཇུག་པའི་གི་སྣང་མེད་ཀྱི་འབྲས་བུ་དེ་བཟོད་མེད་ལས་སྐྱེ་བ་ལེན་ཡ་རེད་དེ་འདྲའི་ཡིག་ཚང་བྱང་སེའི་ཕོར་པ། བཟོད་མེད་ལ།

ཨ། ད་བྱུང་སའི་སྤོབས་པས་ཨི་ཐུགས་གཅིག་ལ་བདེ་གནས་ཀྱི་ལམ་དེ་ཐོག་ལ། གང་ཡག་སྟེ་སྙོམས་པ་གཞོག་ཡག་སྟེ། རང་ཉིད་ཏིང་ངེ་འཛིན་རྟོགས་ལས་ལུས་ཚེའི་བདེ་བ་གནས་ཡག་གི་ཆེད་དུ་ཡིན་བགྱིད་པ་དེ་དེང་དུ་ཡིན་འདྲ་བོ་སུན་གི་འདུག་དེ། བྱུང་སའི་སྤོབས་པའི་ལུས་དེ་བདུད་སྡེ་གི་ལུས་མ་རེད་ཡིད་ཀྱི་རང་བཞིན་གི་ལུས་རེད། དེ་ལ་ཏིང་ངེ་འཛིན་དེ་འདྲི་ཞིག་མ་དགོངས་པ་ཡིན་ན། མི་བདེ་བ་འདྲ་བོ་གར་གར་འདྲ་བོ་ཡོང་གི་ཡན་ན། དེ་དོགས་པ་ཞིག་སླེབས་བསྡད་གི་འདུག། ལྷག་པར་དུ་ཡང། བྱང་སའི་སྤོབས་པས་ཨི། ཉིན་མོ་ཆེད་དུ་ཉན་ནས་སྤང་གི་མ་རེད་རང་རྒྱུད་ཀྱི་ཉིན་མོ་དེ་རྗེས་འདེད་བྱེད་པའི་ཡས་ལག་ཏུ་བགྱི་ཐུབ་ཡོད་རེད། རང་གི་རྒྱུད་ཀྱི་ཉིན་མོ་གང་རང་ཉིད་ཚེ་མ་ཐུབ་བར་དུ་མ་ཤི་བར་ཞེས་པའི་ཤེས་ཡན་མི་འབྱུང་བར་མ་ཟད་རྗེས་འདེད་བྱེད་པའི་ཡས་ལོག་ལ་བགྱི་ནུས་ཀྱི་ཡོད་པ་ཡིན་ཙང། ཉིན་མོ་ཆེད་དུ་ཉན་ནས་སྤང་གི་མ་རེད་དེ་འདྲའི་གསུང་ཡ་གྱི་དུས་བ་དེ་འདྲ་ཡིན་ཙང་རང་རྒྱུད་ཀྱི་ཉིན་མོ་ཉིན་མོ་བས་ཀྱང་ཚེ་མ་ཐུབ་བར་དུ་མ་ཤི་བར་བྱེད་གི་མེད་ན། ཨ་ཞང་སའི་ཕ་པའི་ག་ལི་དུ་སེན་མི་ཏེ་བི་གི་ཅན་གྱི་མེད་བི་ཟོ་འདྲ་ཞིག། ལི་སེན་མི་ཏེ་བི་ཅན་གྱི་མེད་བི་ཡིན་ན་ལི་སའི་སྡེ་བ་གནས་པའི་དན་དུ་ཏིང་ངེ་འཛི་ཐི་འདྲི་ཞིག། གང་གི་ཡ་མེད་བི་ཟོ་འདྲ་ཞིག་གང་ལྟ་ཨ་ནི། ལི་སའི་སྡེ་བ་གནས་པའི་དན་དུ་གང་ཏོ་ག་འདྲས་ཡིན་མ་ཡིན་ད་ཐེ་ཅི་དཔྱད་དགོས་དུས།

བྱུང་སའི་སྤོབས་པས་དེ་ལ་སྙོམས་པར་འཇུག་གི་རེད་དེ། དེའི་སྐབས་སྣང་མ་གཟུགས་མེད་ལ་ཤེས་པ་ལེན་གི་མ་རེད་ཟེར་དུས་ལ། དེ་འདི་མཐོང་ཅི་ལ་དེ་ནས་ཀྱང་ལངས་སྔགས་ཀྱི་ནོངས་འཚལ་བྱེད་པའི་གཟུགས་མེད་དངོས་གཞི་བཞི་བོ་དེ་ཟག་བཅས་ཀྱི་དངོས་གཞི་ཞིག་མིན་འགྲོ་བསམ་གྱི་འདུག་ཟག་བཅས་ཀྱི་དངོས་གཞི་མ་ཡིན་པར་ཟག་མེད་ཀྱི་དངོས་གཞི་འདྲ་བོ་ཞིག་ཡིན་ན། དེ་ལ་སྣང་མ་ཟེར་གལ་ཡང་མ་རེད་བ། དེ་སྒང་པོ་ཡིན་ན་ཡང་དེ་ལ་བརྟེན་ནས་གཟུགས་མེད་ལ་ཤེས་པ་ཅི།

སྟོང་ཉིད་མངལ་གསུམ་དུ་གཏུགས་པའི་འཇིག་རྟེན་ལས་འདས་པའི་ལམ་ཟང་མའི་སྐྱོང་ཕྱོགས་ལ་བཞག་དགོས་པར་རིགས། ད་དེ་འདྲའི་སྐྲ་བོ་ཞིག་བྱས་ཀྱི་ཆད། ཞེས་སུ་བརྗོད་བསྟན་ན་འཇིག་རྟེན་ལས་འདས་པའི་ལམ་ལ་སྒྲ་བྱས་རིགས་ཀྱི་སྒོ་ནས་དབྱེ་ན། དུ་མ་ཡལ་ཏེ། དེ་ལ་འདས་ལམ་གྱི་ངོ་བོ་གཅིག་པའི་སྲོག་ཐལ་བཞི། དེ་གཅིག་པའི་གཟུགས་མེད་བཞི། ཨང་དགུ་པའི་སྙོམས་འཇུག་སྣང་སྲིད་དབྱེ་བའི་ཕྱིར།

བྱས་ཙང་དེ་འདྲ་ཡིན་ཙང། རང་རྒྱལ་པའི་ལུས་ལ་ཡང་གུས་པས་སྙོགས་རྒྱུ་དེ་འཇིག་རྟེན་ལས་འདས་པའི་ལོང་བ་གི་རྟོགས་ཀྱི་ཐོག་པ་མ་གཏོགས་འཇིག་རྟེན་ལས་འདས་པའི་ལོང་བ་རེད་ཡོད་མ་རེད། དགའ་ན་རྗེས་མཚན་རྩོམ་པ་དང་ཞལ་གྲངས་མང་བ་གཉིས་ཀྱི་ལུས་ལ་ཡང་གུས་པས་སྙོགས་རྒྱུ་དེ་འཇིག་རྟེན་ལས་འདས་པའི་ལོང་བ་གི་རྟོགས་ཀྱི་ཐོག་པ་མ་གཏོགས་འཇིག་རྟེན་ལས་འདས་པའི་ལོང་བ་མ་ཡིན། ཤི་པ་ཙམ་ནས་མ་ཡིན། ཨ་ནི། ཚུལ་ལྡན་མ་ཡིན་པའི་ལྡན་མིན་འདི་བྱས་ཀྱི་ཡིན།

རང་སྡེའི་གྲུབ་མཐའ་སྨྲ་བ་བཞི་ཀའི་ལོ་མགོ་བོའི་སྨྱོ་རྒྱུ་འདས་སྟོང། མི་འདྲ་བའི་ཆེ་བ་དེ་ཅི་ག་རེ་ཡས་མས་དེ་ཅི་ཞིག་དུ་བ་ཉི་ཚ། རང་སྡེའི་གྲུབ་མཐའ་སྨྲ་བ་བཞི་ཀའི་ལོ་མགོ་བོའི་སྨྱོ་རྒྱུ་འདས་སྟོང་དེ་བཤད་ཅི་ཡིན་པ་ཆད། ད་དང་པོ་ཉི་ཐིག་སྡེ་བའི་ལུས་བཤད་པ་ལ། ཤེས་བྱའི་ལུས་འགས་པ་དང་ལུས་ཀྱི་དན་བཤད་པ་ཟེར་ནས་གཉིས་ཡས་པ་ཆད། ད་དང་པོ་ཤེས་བྱའི་ལུས་འགས་ཡང་དེ་ལ། བསྙེན་པ་མཛད། ལུས་བཤད་དུས། དེ་འདྲ་ཡིན་ཙང་ནས་ཉེ་དུས་སྡེ་གཉིས་ཀྱི་ལུས་ལ་ཨ་འགོག་པའི་སྙོག་འཇུག་སྐོར་ལ་བཤད་པ་རྗེས་ཤུལ་འདྲ་བོ་དེ་མཛད་རྩ་བ་དེ་ཁྱེད། ཨ་ཉེ་དུས་སྡེ་གཉིས་ཀྱི་ལུས་ཀྱི་འགོག་པའི་སྙོག་འཇུག་གི་རྣོ་འཇོག་སྐོར་ཐོག་མ་རྗེ་བོ་བཤད་ངེས་དེ་གློ་བའི་དབྱིན་ཉིན་མེད་འགྲོ། དེ་འདྲ་ཡིན་ཙང་ཉེ་དུས་སྡེ་གཉིས་ཀྱི་ལུས་ཀྱི་འགོག་པའི་སྙོག་འཇུག་སྐོར་བཤད་ངེས་གི། གློ་བའི་དང་པོ་འདྲ་བོ་དེ་གློ་བའི་དབྱིན་ཉིན་དང། ཉི་ཐིག་སྡེ་གཉིས་ཀྱི་ལུས་ཀྱི་འགུགས་སྤེལ་མྱོང་བརྒྱུད་ཤེས་ངེས་རྒྱུན་རྗེས་ཤུགས་འདྲ་བོ་དེ་རྔན་པ་མཛད་དེ་ཡིན་ཙང་ཉི་ཐིག་སྡེ་གཉིས་ཀྱི་ལུས་ཀྱི་འགུགས་མྱོང་ཤེས་པའི་བཀའ་ལ་ཤེས་སྦྱིན་ལུན་དེ་རྔན་པ་མཛད་ཀྱི་ལུན་དེ་བཀལ་གྱི་ཡོག་རེད། ཤེས་དང་སློབ་དཔོན་དབྱིན་གཉེན། ཁོ་རང་ཉི་ཐིག་སྡེ་བ་མ་རེད། སློབ་དཔོན་དབྱིན་གཉེན་ང་ཚོ་ནོར་གྱི་སའི་རྩོམ་པ་ཡིན་ཟེར་གྱི་འདུག་བ་དེ་སློབ་དཔོན་དབྱིན་གཉེན་ཕོར་པ་ཐོགས་མེད་ཀྱི་རྗེས་འབྲང་ཡིན་པ། ཕོར་པ་ཐོགས་མེད་ཀྱི་སློབ་མ་ཡིན་པ།

ཀོ་རྐྱང་ཅོག་འདྲ་བོ་བཤད་ནས། ཨ་ནི་ཅི། བཟོད་འཛི་གཉིས་སྟོང་གི་ལྟ་བ་ཕྱིས་ཀྱི་ལྡོག་མེད་ཀྱི་ལྟ་བ་གཏན་ལ་འབེབས་གི་ཡ་བ་ཡིན་ས། ཁོ་ཐལ་བ་སྨིན་པའི་གྲི་མཐའ་མ་བོའི་གང་ཟག་རེག་འོག་མ་ཉི་ཐིག་དེ་གཉིས་རེག་འོག་མ་རེད། ཉི་ཐིག་དེ་གཉིས་གང་རུས་ཡིན་ན་ཐལ་མེད་ཀྱི་གྲི་མཐའ་མ་བོའི་གང་ཟག་ཡིན་གི། ཐལ་མེད་ཀྱི་གྲི་མཐའ་མ་བོའི་གང་ཟག་ཡིན་ན། ཕྱིས་ཀྱི་ལྡོག་མེད་པའི་ལྟ་བ་ཁས་མི་ལེན་པའི་གྲི་མཐའ་མ་བོའི་གང་ཟག་ཡིན་གི་གུ་རུ་བ། དེ་འདྲ་ཡིན་ས་སློབ་པའི་དབྱིངས་ཉིད་ཀྱི་ཕྱིས་ཀྱི་ལྡོག་མེད་པའི་ལྟ་བ་ཁས་ལེན་པ་ཡིན་ས། ཉི་ཐིག་དེ་གཉིས་གང་ཡང་རེག་འོག་མ་རེད། ཡིག་ཚགས་སློབ་དཔོན་དབྱིན་གཉིས་ཀྱི་གཞན་དབུང་ཡོངས་གྲགས་གདན་དྲུག་གི་སྐོར་དང། ཨ་ནི། ཀི་རྟགས་བདེན་པ་མ་བྲིས་པའི་སྐོར་གྱི། དེ་འབྲེལ་གྱི། བདེན་པ་བྲིས་པའི་རྣམ་གཞག་བདེན་པ་བྲིས་པའི་སྟོང་པའི་སྟོང་ཉིད་ཀྱི་ལྟ་བ། ཁས་ལེན་གྱི་སྨྲས་བ་ཡིག་ཚགས་དེ་བཤད་ཀྱི་སྨྲས་བ་ཡིག་ཚགས་སློབ་དཔོན་དབྱིན་གཉིས་ཚད་རྩོམ་པ་རེ་བའང་མ་རེད། ད་ཏྲི་ཡི་རྩ་སློབ་པའི་དབྱིངས་ཉིད་དེ་གཙོ་བོ། མདོ་འཁོར་ལོ་མཐའ་མིག་གི་རྗེས་སུ་འགྲོ་ནས། མཚན་རྩོམ་པའི་དྲི་མཐའི་རྣོ་ལྗོངས་གཙོ་བོ་གཏན་ལ་འབེབས་ངེས་ཀྱི་ཁྱད་འཕགས་པ་ཐོགས་མེད་མཚན་རྩོམ་པའི་གཤིས་རྟགས་སོང་རྗེས་དེའི་སྐུ་ཉིད་ལྷག་ཏུ་ད་ཏྲི་ཡིན་པའི་ཆ་ནས་སློབ་པའི་དབྱིངས་ཉིད་དེ་མཚན་རྩོམ་པ་རེད་ཟེར་ནས་སུན་ཡ་དེ་ཏྲི་ལ་བརྟེན་ནས་སུན་དགོས་བ་རེད། ཡིན་ན་ཡང། སློབ་པའི་དབྱིངས་ཉིད་མཚན་རྩོམ་པ་རེད་དེ་གང་གི་མཛད་རྩ་འགྲེལ་དེ། ཨ་ནི། ཞལ་གྲངས་སྨྲ་བའི་དྲི་མཐའི་རྣོ་ལྗོངས་གཙོ་བོ་གཏན་ལ་འབེབས་ནས།

རྔན་པ་མཛེས་དེ་གཙང་བོ་བར་དུ་འདྲེན་ཡིག་རྩ། རྔན་པ་མཛེས་རོང་ནོར་ལུག་ལ་བཤད་ཡ་གཙོ་བོ་དེ་ཞལ་རོགས་མ་བའི་གྲི་མཐའ་གཏན་ལ་འབེབས། ཨ། དེ་དང་རང་གི་གྲི་མཐའ་ནི་མི་མཐུན་པའི་བཀའ་གླས་པའི་བཀའ་ལ་དེ་ལ་ཨ་ནི་མ་རུང་བའི་སྣང་བྱེད་ཀྱི་བསྟན་པ་ཡིན་རྩ་སློབ་བའི་དབྱིག་གཉེན་རང་ཉིད་བཀའ་དེ་དེ་ལ་ཞལ་རོགས་མ་བའི་ཞལ་གྲོགས་མ་བ་རེད་མི་འདུག་ཟུང་བ་རེད། ཀྱི་ཞལ་རོང་མོ་བའི་གྲི་མཐའ་ལ། མ་རུངས་པའི་གནོང་འགྱོད་མང་པོ་བསྟན་བ་ཡིན། ས་ཐི་འབྲི་ཡི་ཐི་འབྲི་ལ་བརྟེན་ནས་བཀའ་གཏད་དེ། སློབ་དཔོན་དབྱིག་གཉེན་རུ་དགོངས་པ་དེ། མདོ་སྡེ་པའི་གྲི་མཐའ་ལ་གནན་གྱི་རེད་ཟེར་ནས། ང་རོ་སོ་བོའི་བཀའ་དོང་པའི་ཤེས་ལྡན་འདས་ཀྱི་ནོར་ལུགས། སློབ་དཔོན་དབྱིག་གཉེན་མཚན་བཙོངས་པ་ཡིན། ཡིན་ན་ཡང་མཛད་འཕྲིན་རྩོམ་པའི་གནད་འགག་གི་སློབ་དཔོན་དབྱིག་གཉེན་དེ། མདོ་སྡེ་བ་ཡིན་ཟེར་ནས་སུན་ཀུན་ཏུ་བ། ཡི་དམ་མཛད་འཕྲིན་རྩོམ་པའི་གནས་ཁག་ལ་རྩོམ་པ་པོ་གློ་བའི་དབྱིན་གཉེན་རང་ཉིད་མདོ་སྡེ་བ་ཡིན་ཀྱང་དེའི་མཛད་རྩ་འབྲི་རྩོམ་ཡང་རྩོམ་པའི་སྐབས་དེ་ལ་དེའི་ནང་གཏན་ལ་བ་ཡང་གཙོ་བོ་དེ་བྱེད་རང་མོས་པའི་གྲུབ་མཐའ་གཏན་ལ་བ་གི་ཡོད་རེད། དེ་འདྲས་བྱས། ད་དེ་འདྲས་ཡིན་ཙང་ནི། ད། ཉི་ཐིག་སྡེ་གཉིས་ཀྱི་ལུགས་ཀྱི་ཤེས་བྱའི་ལུང་བསྟན་ཡ་དེ་གཙོ་བོ། མཛད་ཀྱི་ལུང་དེ་ཆེད། ད་མཛད་ཀྱི་ནང་ལུགས་ག་རེ་གསུང་གི་འདུག་ཟེར་ན་འདི་ཞིག་མེད་པ་པ་འདི་ཞིག་མེད་པ་སེམས་ཚོར་སེམས་རྒྱུན་ནང།

དང་པོ་མ་ཡི་སྐད་ཅིག་མ་སུན་ཕྱི་རྩ་གཅིག་ཐོགས་བཞི་རོ། གཉིས་ཀ་འདས་དུ་བཟོད་གཏད་སྐྱེ་འགོག་པ་དང་པོ། འགོག་པ་དང་པོ་མིན་ནོ་ད་ཞེས་གསུངས། ཨཱ་ད་དེ་བར་དུ་རེད། དེ་འདྲ་ཡིན་ཙང་ད་ད་ལྟ་འདི། ཡིག་བརྒྱ་ཀ་བཞི་བའི་ཁ་སྟོད་ལ། ཨཱ་ནི་འདི་ཤི་མེད་པ་བར་དུ་འདི་ཤི་མེད་པའི་སྙོང་བརྒྱུད་དུ་འགོག་པའི་སྙོང་བརྒྱུད་དེ་སུ་འགལ་སྐོར་ལ། ཨཱ་ནི་བཤད་གི་རེད། ཨཱ་ནི། ད་ལྟ་འདི་ཉེ་ཐིག་བདེན་གཉིས་ཀྱི། བཤད་པའི་ཁ་ཚུལ་ལ་བཤད་གི་རེད་འོ་ལ་ཚད་རྩོམ་པའི་དྲི་མཐའི་ལོག་ཕྱོགས་བཤད་པའི་བཀའ་ལ་ཡང། འདུ་ཤེས་མེད་པའི་སྙོགས་འགྱུས་དང་གོ་བའི་སྙོགས་འགྱུས་གཉིས་ཀ་བཤད་འོ་རེད། ཤི་སྟངས་འདུ་ཤེས་མེད་པའི་སྙོགས་འགྱུས་ཟེར་ཡ་དེ་མཐའ་སྣེའི་སྙོགས་འགྱུས་དགག་གི་ནོར་ལོག་ལ་ཡལ་བ་མ་རེད་དེ། ཨཱ་ནི་མཐའ་སྣེའི་སྙོགས་འགྱུས་དགག་གི་ནང་གི་གོ་བའི་སྙོགས་འགྱུས་དེ་བཤད་ཡོང་དེ་ལ།

ལྷག་པར་དུ་ཡང་ད་དེ་འདྲའི་སྙོགས་རྒྱུད་དེ་དག་སེམས་མེད་ཀྱི་སྙོགས་རྒྱུད་ཡིན་པ་མཚོན་པ་ཡིན་ཙང། ནི་གཉིས་ཀ་སྙོགས་དུ་མ་འགྲེལ་བཤད་རྒྱག་ཡང་བཤད་ན། ནི་སྤྱི་ལ་བརྟེན་ནས་སྤྱིའི་སྤྱིའི་བློ་ངོ་ལ་མཚན་དང་ཡང་སྤྱི་ལ་བརྟེན་ནས་སྤྱིའི་གོ་བའི་གི་ཡས་ལོག་ལ་འགྲོ་ཡང། ནི་འདུ་ཤེས་མེད་པའི་སྙོགས་རྒྱུད་དང་འགོག་པའི་སྙོགས་རྒྱུད་གཉིས་ལ་གཉིས་ཀ་སེམས་མེད་ཀྱི་སྙོགས་རྒྱུད་ཡིན་པ་སྤྱི་པ་ཡིན་པ་ལ་ལུང་ཚད་ལ་མི་འདྲ་བའི་ཁྱད་བར་ག་རེ་ཡལ་བ། ད་དེ་རྒྱུ་སྤོ་སྟེ། ཤི་ཡག་གི་ནི། དེ་ཅི་ཟེར་བའི་ཤི་བའི་དགེས་པ་ཡལ་བ་ཡིན་ས། ལྷག་པར་དུ་ཡང་གོང་ཤི་ཡག་གི་འགོག་པའི་སྙོགས་རྒྱུས་ཤི་བ་ལ་འདི་ཤི་མེད་པའི་སྙོགས་རྒྱུས་བཀོལ་ཏེ་ཡག་པོ་ཤི་ན་ཡང། དེ་འགོག་པའི་སྙོགས་རྒྱུས་ཡག་པོ་ཤི་ཡ་ལ། ཤི་བའི་ཡལ་ལོག་འདྲ་བོ་དེ་ནས་འགྲོ་བས་ཡལ་བ་ཡིན་ས། ད་དེ་འདྲའི་འདྲ་བོ། ལ་བརྟེན་ནས་ནི། ཚང་མ་མ་སྙོགས་འདི་ཤི་བ་མེད་འགྲོ་འདྲ་བོ་གསང་གི་དུས། གང་ལྟ་ཆུ་དང་ནི། ཤེས་བྱའི་ལུས་ཐིག་ནོར་དང་པོ་འདི་ཕྱི་མེ་སྤར་པ་ཤེས་དེའི་རྗེས་ལ་འདི་ཕྱི་མེད་པའི་སྙོགས་འཇུག་ཤེས་དེའི་རྗེས་ལ་འགོག་པའི་སྙོགས་འཇུག་ཤེས་པར་བ། ད་དང་པོ་འདི་ཕྱི་མེ་སྤར་པ་ཤེས་ཡོང་དེ་ལ། དེ་འདི་ཕྱི་མེ་སྤར་པ་འདི་ཕྱི་མེད་པའི་སྙོགས་འཇུག། འགོག་པའི་སྙོགས་འཇུག་ཤེས་པར་བྱ། ད་དང་པོ་འདི་ཕྱི་མེ་སྤར་པ་དེ་ཤེས་ཡོང་དེ་འདི་ཕྱི་མེ་སྤར་པ་དེ་ལ་ཕྱེད་ཕྱི་དུ་མ་བདེན་གིར་བྱེད། ཕྱེད་ཕྱི་དུ་མ་གར་བདེན་གིར་བྱེད་རང་སྐྱ་ཐིབས་པའི་རྫས་སུ་ཡལ་བ། སའི་སེམས་རྒྱུད་ལྔའི་སྐྱེ་བ་མེད་པ། ལུས་ཀྱི་ཕུད་འབུས་སྟེང་དུ་ཚུལ་ལྡན་རགས་པ་མཐའ་རྟོག་བཀག་པ། འདུ་ཤེས་མེད་པའི་སྙོགས་རྒྱུས་བསྒོམས་པའི་སྣང་མུན་གྱི་འབྲས་བུ་ཡིན་པ། འབྲས་བུ་ཡི་འབྲས་བུ་འཆི་བའི་ནང་དུ་གཏུགས་ཤིང་དེའི་ཚེ་སྡིག་པ། ད་དེ་འདྲི་གི་ཁྱེད་ཀྱིས་སྔ་དྲོའི་བཤད་གི་འདུག་ཨ། ཡི་རྩ་མཛད་ལས་འདུ་ཤེས་མེད་པ་པ་སེ་དེ་ད་འདུ་ཤེས་མེད་པ་པ་དེ་བཤད་འོག་རེད།

བདག་དབང་མ་ཟིན་དེ་ལ་ནི་འདུ་ཤེས་མེད་པར་པ་དེ། སྐྱེ་བ་སྔ་མ་ལ་འདས་པའི་ལྷ་མོ་འདྲ་བོ་དང་གཟུགས་ཀྱི་རྟེན་འདྲ་བོ་དེ་འདྲས་ལ་འདུ་ཤེས་མེད་པའི་སྙོགས་རྒྱུས་དགོངས་ནས། འདུ་ཤེས་མེད་པའི་སྐྱེ་བ་སྔ་མ་ལ་འདས་པ་དང་གཟུགས་ཀྱི་རྟེན་ལ་འདུ་ཤེས་མེད་པའི་སྙོགས་རྒྱུས་འདྲ་བོ་ཞེས་དགང། དེ་དགང་པའི་སྔོན་མ་སྐྱེ་བ་ཕྱི་མ་ལ་འདུ་ཤེས་མེད་པར་པ་ལ་ཡང་ཤེས་འགྲོ་བ། དེ་དྲིས་ཡིད་རྩ་འདུ་ཤེས་མེད་པར་པ་ཞེས་ཏེ་སྐྱེ་བ་སྔ་མ་འདུ་ཤེས་མེད་པའི་སྙོགས་རྒྱུས་དགང་པའི་སྔོན་མ་ཅི་འདྲས་པ་ལ་བཞག་འོ། དག་ཤེས་པ་སྔ་མ་འདུ་ཤེས་མེད་པའི་སྨྱོ་རྒྱུས་སྒོམ་པའི་སྣང་མུན་གྱི་འབྲས་བུ་ལ་བཞག་འོང་བ་རེད་དེ། ཡིན་ན་ཡང་གྲུབ་མཐའ་གོང་མའི་ལུས་ལ་འདུ་ཤེས་མེད་པར་པར་བྱེད་དུས་ན། དཔེར་ན་མི་ཡི་སྟན་ལ་འདུ་ཤེས་མེད་པའི་སྨྱོ་རྒྱུས་སྒོམ། དེ་ལ་དེ་ནས་ཤེས་པ་སྔ་ཕྱི་མ་དེ་ལ། ཨ་ནི་འདུ་ཤེས་མེད་པར་པ་ལྷ་ཚེ་རིང་པོ་ལ། སོ་སྟེ་བཞི་པའི་གི་གནས་ལ་ཡང་ཤེས་པའི་གི་ལྷ་དེ་ལ་འདུ་ཤེས་མེད་པར་པར་བྱེད་ན་གྲུབ་མཐའ་གོང་མའི་གི་འདུ་ཤེས་མེད་པར་པར་བྱེད་དུས་ལ། དེ་སྲོག་ལྟའི་བཞི་པའི་གི་ལྷ་ཞིག་ལ་ལྷ་ཚེ་རིང་པོ་དེ་ལ་ལྷ་ཚེ་རིང་པོའི་གི་ལྷ་ཁི་རོང་ལ་བཞག་བའི་བཟང་འདྲ་ཞིག་རེད། ཞལ་གྲོགས་སྨྲ་བ་ལུས་ལ་འདུ་ཤེས་མེད་པ་པ་སེ་དེ་ལ་ལྷ་དེ་ལ་མི་བཞག་བ་ཁྱེད་ཤེས་བ་སྔ་མ་འདུ་ཤེས་མེད་པའི་སྙོགས་ཇུས་སྒོམ་པའི་གི་རྟོག་ལས། འདུ་ཤེས་མེད་པ་པའི་ལྷ་ཡི་རྒྱུད་ལ། ཨཱ་ཐོག་མ་སྔ་གནས་དེ་ལ་ལྷ་དེ་ལ་ཤེས་དུས་ལ་ལྷ་དེ་གནས་དེ་ལ་ཤེས་དུས་ཤེས་གསུངས་མྱོང་པའི་བློ་སྐྱེས་དང།

ཤེར་དབང་སྔ་མ་ལ་འདུ་ཤེས་མེད་པའི་སྙོམས་འཇུག་སྒོ་ནས། ཨ་སེ་སེམས་བྱུང་ངན་གྱི་ཀ་བའི་བར། ད་ཤེར་དབང་སྔ་མ་འདུ་ཤེས་མེད་པའི་སྙོམས་འཇུག་སྒོ་ནས་ཤེར་བ་ཕྱི་མ་ལྷ་ཚེ་རིང་པོ་ལ་ཡོད་བཤད་ནས་ཚེ་དེ་ལ་སེ་སེམས་བྱུང་ངན་གྱི་དུ་ཤེས་མི་ཐུབ་ཡ་སྟེ་འདུ་ཤེས་མེད་པའི་སྙོམས་འཇུག་གི་སྣང་མུ་ཅན་སྣང་མུ་སྟེགས་ཀྱི་སེ་སེམས་བྱུང་ངན་གྱི་ཀ་བའི་བར། དེ་འདྲའི་ཡིག་ཚང་དེ་འདྲའི་ལྷ་ཚེ་རིང་པོ་བའི་རྒྱུད་ལ་སེ་སེམས་བྱུང་ངན་གྱི་དུ་ཀ་བདེན་ངེས་ཀྱི་འདུ་ཤེས་མེད་པའི་སྙོམས་འཇུག་སྒོམ་པའི་སྣང་མུ་ཡིན་མཁན་གྱི་ད་དེ་འདྲའི་གི།

དེ་འདྲ་ཡིན་ཙང་ནས་ནི། སྣང་མུ་དེ་འདྲའི་ཆེ་སྣང་མུས། དེ་འདྲའི་ཆེ་སྲིད་དེ་ལ། འདུ་ཤེས་མེད་པའི་སྙོང་རྒྱུད་འདུ་ཤེས་མེད་པ་པ་སྟེ། ཨ་ནི། སྲོག་ཐལ་བཞི་པའི་ཚེ་འདི་རེད། དེ་ཡང། འབྲས་བུ་ཆེ་བའི་ཚེ་འདི་རེད་ཟེར་བ་རེད། འབྲས་བུ་ཆེ་བའི་ནང་དུ་གཏོགས་ཀྱི་དེའི་ཚེ་འདི་པ།

ཨང། འཁོར་བ་ལ་ཤེས་ཡན་མཐོང་ནས་ཡིད་ཞོག་འཁོར་བ་ལ་ཡིད་འཇུས། ཨང། འཁོར་བ་ལས་ཐར་བའི་ཐར་བ། ཐོག་འདས། ད་དེ་ལྟར་ཐོག་འདས་པ་དེའི་ཚེ་ཨ་ནི། ཐར་བ་ཡག་པོ་ངེས་མི་བཟོད་ནས་འདི་ཤི་མེད་པ་པ་ལ་ཐར་བ་དང། དེའི་ཐོག་གཞི་འི་འདི་ཤི་མེད་པ། ཤེས་བྱའི་འི་འདི་ཤི་མེད་པའི་སྙོགས་འཇུག་ལ་ཐར་ལོངས་ཕྲི་ལས།

རྒྱུད་འདེབས་པའི་དགེ་བའོ། ཤེས་གནས་མྱོང་བྱེད་ཉིད་ཟེར་ཏེ། འདི་ཕྱི་མེད་པའི་མྱོང་བརྒྱུད་དེ། ཤེས་གནས་མྱོང་བྱེད་ཉིད་རེད་ཟེར་བ་རེད། ད་དེ་བཤད་རོགས་སྨྲ་བས་ག་རེ་བཤད་དགོས་ཟེར་ན། སོ་ཐའི་བཞི་བའི་དངོས་གཞི་ལ་བརྟེན་ནས། ཨ་ནི། གཟུད་བཅོས་འགོག་བྱེད་གཟུད་བཅོས་ཕུད་འབུད་དེ་འདྲ་འགོག་བྱ་ཚོགས་འདུ་རོགས་པ་ཐོངས་བཅས་བཀོད་པས། ཨ་འདི་ཕྱི་མེད་པའི་མྱོང་བརྒྱུད་ལ་སྙོམས་པ་བརྒྱུད། ཚེ་འདི་ལ་འདུ་ཤེས་མེད་པའི་སྙོམས་འཇུག་ལ་སྙོམས་པར་འཇུག་པ་དེ་ལ་བརྟེན་ནས་ཤེས་པ་ཕྱི་མ་དེ་ལ་འདུ་ཤེས་མེད་པ་པ་ལྷ་ཚེ་རིང་པོ་ལ་ཤེས་པའི་ཆ་ཟེར་བ་རེད། ད་དུས་ཡིན་ཙང་ནས་ཚེ་འདི་ལ་འདུ་ཤེས་མེད་པའི་སྙོམས་འཇུག་བསྒོམས་པ་ལ་བརྟེན་ནས་ཤེས་པ་ཕྱི་མ་ལ་དེའི་སྣང་མུན་འདི་འདུ་ཤེས་མེད་པ་པ་ལྷ་ཚེ་རིང་པོ་སྲོག་ཐལ་བཞི་བ་ལ་ཤེས་པ་ལེན་པའི་ཆ་བ་ཡིན་ཙང། འདུ་ཤེས་མེད་པའི་སྙོམས་འཇུག་དེ་ལྷ་ཚེ་རིང་པོ་ལ་ཤེས་བྱའི་རྒྱུ་རེད།

ཡིག་རྩ། རྔན་པ་ཀིརྟི་གི་ནོར་ལུག་ལ། འདི་ཕྱི་མེད་པའི་རྙོག་འཇུག་བཤད་ཡོང་སྟེ་དགེ་རྒྱས་ཀྱི་འདས་ཕྱོགས་དུ་གྲགས། སི་པི་རྩེད་མོ་ལ་གྱེན་དུ་ཤོག་ཟེར་ནས་བཟུང་བ་རེད། བྱས་ཙང་དེ་འདྲའི་ཡིག་རྩ་འདི་ཕྱི་མེད་པ་པ་ལ་རྙོག་པ་འཇུག་པའི་བཀའ་ལ་སོ་ཐལ་བྱེད་པའི་རྔིག་ཅི་ཐོགས་པ་ཡིན་རྩ། ད་དེ་འདྲའི་གི་འདི་ཕྱི་མེད་པའི་རྙོག་འཇུག་དེ། ཨ་ནི། འདི་ཤེས་ནས་མྱོང་གྱི་རེད་ཟེར་ཏེ། ཨ་འདི་ཕྱི་མེད་པའི་རྙོག་འཇུག་དེ་ལྷག་པར་དུ་ཡོད་བདེན་མི་འདི་བཅས་ཡིན་རྩ། ལས་རེག་མ་རེད། ལན་ཡིན་ཁའི་སེན་ཆུ་ལན་ལ་སེན་ཆུ་སེན་པ་ཡིན་ཁར་བ་ལན་ལ། བདེན་མི་འདི་བཞེས་བཞི་ཡས་ཁ་བོར་བ་དེ་ནི་ཡིན་ཙ་ལན་རེ་གི་མ་རེད་དེ་ཡིན་ན་ཡང་ད་འདི་ཕྱི་མེད་པའི་སྙོགས་རྒྱུད་སྒོམ་པ་སྒོམ་པའི་བཀའ་དེ་ལ་ཨ་ནི་འབྲས་བུ་ཆེ་བ་ལ་ཤེས་བཞེས་ག་ཨ་ཅིས་བྱས་ན་ལན་གསོག་གི་རེད་ཟེར་འདི་ཕྱི་མེད་པའི་སྙོགས་རྒྱུད་ཁོ་རང་ལན་མ་ཡིན་ན་ཡང། ཅིས་བྱས་ན་ག་རེད་ཟེར་ན་སྔར་སོ་ཐལ་བྱེད་པའི་ཉེས་རྡུགས་སྒོམ་པ་ལ་བརྟེན་ནས་སོ་ཐལ་བྱེད་བ་ལ་ཤེས་དབང་འཕེལ་རྒྱས་གི་ལན་གསོག་འཇོག་བ་དེ། ཕྱིས་སུ་འདུ་ཤེས་མེད་པའི་སྙོགས་འགྱུར་དགོངས་པ་ལ་བརྟེན་ནས་དེ་འདྲིས་ཀྱི་སོ་ཐལ་གྱི་བར་ཤེས་དབང་འཕེལ་རྒྱས་ཀྱི་ལས་དེ་འདུ་ཤེས་མེད་པ་བར་ཤེས་དབང་འཕེལ་རྒྱས་ཀྱི་བརྗིད་ལ་ཡོད། འདུ་ཤེས་མེད་པའི་སྙོགས་འགྱུར་དགོངས་པ་དེ་གི་བརྗིད་པར་ཟད། དཔེར་ན་སྔར་འབྲས་བུ་ཆེ་བར་ཤེས་དབང་འཕེལ་རྒྱས་ཀྱི་ལས་དེ་སོ་ཐལ་གྱི་དཔེ་གོང་གི་རྟོག་ལས་ཨ་ནི་གནས་ཚུལ་ཤེས་པའི་བརྗིད་ལ་ཡང་བརྗིད་ཟད་ཀྱི་རེད་བ། ད་དེ་འདྲའི་འདྲ་བོ་ཞིག། བཤད་ཡ་རལ་དུ་འདུག་ག་རི་རལ་དུ་གང་ལྟ་ཆོག་ཤེས་ནས་མྱོང་རྒྱུ་ཉིད་ཡིན་ཟེར་ཏེ། ཤེས་ནས་མྱོང་རྒྱུ། ཡིན་ཟེར་ཤེས་ནས་མྱོང་རྒྱུ་གི་ལས་ཡིན་ནོ་མ་ཡིན། ཡང་ན་དེའི་ཚེ་ལ་ཤེས་ནས་མྱོང་རྒྱུ་གི་ལས་ཀྱིས་གསོག་ཏུ་མི་གསོག། ཨང། དེའི་ཚེ་ལ་འཕེན་བྱེད་ཀྱི་ལས་གསོག་ཏུ་མི་གསོག་འཕེན་བྱེད་ལས་གསོག་པ་ཡིན་ན། ཨ་ནི། དེའི་ཚེ་སྲོག་ཐལ་བྱེད་པའི་དངོས་རྒྱུ་མ་ཐོགས་བ་དང། མ་ཐོགས་བ་དང་སྲོག་ཐལ་བྱེད་པ་ཤེས་དབང་འཕེན་བྱེད་ཀྱི་ལས་གསོག་པའི་ཕྱིར།

ཕོ་བུའི་མ་ཡིན་དེ་ཅིའི་ཐོགས། ད་ཕོ་བུའི་མ་ཡིན་ཟེར་ཏེ། འདུ་ཤེས་མེད་པ་པ་ལ་འདུ་ཤེས་མེད་པའི་སྙོམས་འཇུག་ལ་སྙོམས་པར་འཇུག་ངེས་གང་ཟག་དེ་ལ་སོ་སོ་ཞེས་བའོ་ཡིན་དགོས་རེད་ཕོ་བའི་གང་ཟག་གི་འདུ་ཤེས་མེད་པ་བ་ལ་སྙོམས་པར་འཇུག་ཡ་ཡང་མ་རེད་ཟེར་ད་ཕོ་བའི་གང་ཟག་གི་འདུ་ཤེས་མེད་པ་བ་ལ་སྙོམས་པར་འཇུག་ཡ་མེད་དེ། འདུ་ཤེས་མེད་པ་ལ་སྙོམས་པར་འཇུག་པའི་གང་ཟག་དེ་ལ་འདུ་ཤེས་མེད་པ་པ་ལ་མཐའ་ལོངས་དང་འདུ་ཤེས་མེད་པའི་སྙོམས་འཇུག་ལ་མཐའ་ལོངས་འཁྲུལ་བའི་གང་ཟག་ཡིན་པའི་ཆ་བ་གང་ཞིག་འཕགས་པའི་གང་ཟག་ལ་ཐར་བ་དང་མཐའ་ལོངས་ལ་འཁྲུལ་བ་མེད་པའི་ཕྱིར་འཕགས་པའི་གང་ཟག་ཡིན་ན་བདག་མེད་ལྔས་སུ་གཏུགས་པའི་བློ་དེས་ཐར་བ་ཐོགས་བཅས་ཀྱི་ལོངས་སྤྱོད་གཙོ་བོ་ལ་ངེས་པ་རྙེད་པའི་ཆ་བའི་ཕྱིར། དེ་འདི་ཡི་མཚམས་འདུ་ཤེས་མེད་པའི་སྙོམས་འཇུག་སྒོམ་ཡ་བཞི་སྟེ་མཐའ་ལོངས་ལ་འཁྲུལ་ཡ་ཡོད་མ་རེད། ཡི་རྩ་འདུ་ཤེས་མེད་པའི་སྙོང་བཅུད་སྒོམ་པའི་གང་ཟག་ཡིན་ན་འདུ་ཤེས་མེད་པའི་སྙོང་བཅུད་ལ་ཐར་ལོངས་འཁྲིད་པའི་ཆ་རེད། འདུ་ཤེས་མེད་པ་པ་ལ་ཐར་བ་འཁྲིད་པའི་ཆ་རེད་དེ་འདྲ་ཡིན་ས་འཕོ་པའི་གང་ཟག་ཐར་ལོངས་ལ་ལུགས་པ་ཞུགས་པ་མེད་པ་ཡིན་ས་ཨ་ནི། འདུ་ཤེས་མེད་པའི་སྙོང་བཅུད་སྒོམ་ངེས་ལ་ཨ་ནི། འཕོ་པ་ཡོག་མ་རེད་སོ་སོ་ཤེས་བ་ཡིན་པའི་ཆ་གི་རེད་ཟེར་བ་རེད།

ད་ད་རང་ནི་རང་རེད་ཨ་ནི་ཞལ་གྲངས་དམའ་བའི་ལུས་ལ། འགོག་པ་བྱེད་པའོ་དེ་བཞིན་ཉེར་སྲིད་དེ་འདི་ཤེས་མེད་པའི་སྙོགས་འགྱུས་དེ། ཨ་ནི་དེ། མཚོ་འདི་རོགས་པ་དང་མཚན་སྲིན་རྒྱུས་མངལ་གཅིག་ཏུ་བཀག་པའི་སྡེར་མོ་འདི་བཅས་ཀྱི་ཡིན་པ་དེ་ཅི་ལྟར་འགོག་པའི་སྙོགས་འགྱུས་ཡང་ཨ་ནི་དེ།

འགོག་པ་ལ་སྙོམས་པར་འཇུག་དེ་ལ་འཇུས་སེ་སྟེ་སྲིད་རྩེའི་ཚད་ལ་དེ་ནས་སྙོམས་པར་འཇུག་དེ་འདི་ཡིན་ཙང་འགོག་པའི་སྙོམས་འཇུག་དེ་སྲིད་རྩེའི་ཚད་དེ་ཡིན། འདི་ཕྱིས་སྨོས་པའི་སྙོམས་འཇུག་དེ་སྲོག་ཐལ་བཞི་པའི་ཚད་དེ་ཡིན། འགོག་པ་ལ་སྙོམས་པར་འཇུག་པ་ལ་བརྟེན་ནས་གཤེ་བ་ཕྱི་མ་ལ་སྲིད་རྩེ་ལ་གཤེ་བ་ལན་གྱི་རེ་འདི་ཕྱིས་སྨོས་པ་པ་ལ་སྙོམས་འདི་ཕྱིས་སྨོས་པའི་སྙོམས་འཇུག་ལ་སྙོམས་པར་འཇུག་པ་ལ་བརྟེན་ནས་གཤེ་བ་ཕྱི་མ་སྲོག་ཐལ་བཞི་བ་ལ་གཤེ་བ་ལན་གྱི་རེ་ད་དེ་འདི་གི་ཁྱད་བར་ཡང་རེ་བ། དེ་མ་གཏོགས་ནི། དགག་གཞིའི་སྟེང་དུ་སེམས་སེམས་རྒྱུད་ལྔན་གྱི་འགོག་པའི་བདེན་པ་འདི་ཅན་ཡིན་པ་གཅིག། དེ་བཞིན་ཉིད། འདི་ནས་དེར་དུ། བར་འགོག་པ་ལ་སྙོམས་པར་འཇུག་ཡ་སྟེ་ཚེ་འདི་ཉིད་ལ། ནི། བདེ་བར་གནས་པའི་དོན་དང། ཚེ་འདི་ཉིད་ལ། ཚོར་འདུ་རོགས་པས་ཀྱི་ཡིད་གཤོག་ནས་ཚོར་འདུ་རོགས་པ་ཞི་བའི། ནི། ལུས་ཚེའི་བདེ་བར་གནས་ཡ་གི་དོན་དང། ཨ་ནི་འགུགས་པ་ལ་སྙོམས་པར་འཇུག་པ་ཡིན་ཙང་འདི་གནས་བརྟན་དུ། འགུགས་པ་ལ་སྙོམས་པར་འཇུག་འདས་ཀྱི་ཀུན་སློང་ཟེར་ན་འདྲ་འགུགས་པ་ལ་སྙོམས་པར་འཇུག་འདས་ཀྱི་ཡེ་ཤེས་ཏེ་ཚེ་འདི་ཉིད་ལ། ཨ་ནི། ལུས་སའི་བདེ་བ་གནས་པའི་གདན་དུ་འཐུང་ཕྱིར་ལ་བདེ་བ་གནས་པའི་གདན་དུ་སྙོམས་པར་འཇུག་པ་ཡིན་ཙང་འདི་གནས་བརྟན་དུ། སྲིད་རྩེའི་ཤེས་ཟེར་འགུགས་པའི་སྙོམས་འཇུག་ཏེ་སྲིད་རྩེའི་ཚེ་འདི་ཡིན་ཙང་འགུགས་པ་ལ་སྣོམ་ལ་སྙོམས་པ་ཐོག་མར་འཇུག་འདི་ལ་སྲིད་རྩེའི་ཚེ་ཀྱི་འཇུག་སའི་ཤེས་ནས་འགུགས་པ་ལ་སྙོམས་པར་འཇུག་པ་ཡིན་ཙང།

འགོག་པ་ལ་སྙོམས་པར་འཇུག་པ་ལ་བརྟེན་ནས་གཤེ་བ་ཕྱི་མ་སྲིད་རྩེ་ལ། ཤེས་བྱའི་སྣང་བ་མི་སྦྱིན་དྲག་པོ་ཡིད་རྩ། སྲིད་རྩེ་ལས་ཤེས་པའི་སྣང་བ་མི་སྦྱིན་ཡིད་རྩ་ནི་འགོག་པའི་སྙོམས་འཇུག་སྟེ་དགེ་བ་ཡིན། དགེ་བ་འོག་གཉིས་སུ་མྱོང་བྱེད་དང་མ་ངེས་འཕགས་པས་མ་ངེས། ད་འགོག་པའི་སྙོམས་འཇུག་དེ་ལ་ཤེས་གནས་མྱོང་བྱེད་ཡས་ལས་གྲོང་གཞན་ལ་མྱོང་བྱེད་ཡས། སྣང་བ་མྱོང་བ་མ་ངེས་པ་ཡང་ཡས་དེ་འདི་ཡིད་རྩ་གཉིས་སུ་མྱོང་བྱེད་དང། ཤེས་གནས་མྱོང་བྱེད་དང་ལས་གྲོང་གཞན་ལ་མྱོང་བྱེད་གཉིས་ཡས་པ་ཡིད་རྩ་གཉིས་སུ་མྱོང་བྱེད་དང། སྣང་མི་མྱོང་བ་མ་ངེས་པ་ཡལ་བ་ཡིན་ཙམ་མ་ངེས། ད་འགོག་པའི་སྙོམས་འཇུག་ལས་ཤེས་ལེན་མྱོང་བྱེད་སྲིད་དེ་ལ་འགོག་པ་ལ་སྙོམས་པར་འཇུག་པའི་གང་ཟག་དེ་ལ་ནི། སྙོམས་པར་འཇུག་པ་པོའི་གང་ཟག་ལ་འཕགས་པ་ཡིན་གྱི་རེད། ད་འཕགས་པའི་རྟེན་ལ་ཕལ་ཆེར་ལས་ལས་སོགས་པ་ཡང་མ་རེད་བདེན་པ་མཐོང་ལ་ཕན་པ་མེད་ཟེར། དེ་འདྲ་ཡིན་ཙང་འཕགས་པའི་རྟེན་ལ་ཕལ་ཆེར་ལས་སོགས་པ་ཡང་མ་རེད། སྲིད་རྩེ་ལ་ཤེས་པ་ཕལ་ཆེར་གྱི་ལས་དེ་སྔས་སོ་སོ་ཤེས་པའི་གནས་སྐབས་ལ། སོགས་ཡང་རེད་དེ། ཡིན་ན་ཡང་ད་སི་ཙི་གི་ཤེས་དབང་འཕེལ་རྒྱས་ཀྱི་ལས། ངས་སོ་སོ་ཤི་བའི་གནས་སྐབས་སུ་སོགས་བྱུང་ཡང་སི་ཙིའི་ཤེས་དབང་འཕེལ་རྒྱས་ཀྱི་ལས་དེ་གི། ཤེས་དབང་ཕྱི་མ་དེ་ཉིད་ལ་སི་ཙི་ཤེས་བ་ལ། ཨའི་ཚེ་འདི་ལ་འགོག་པ་ལ་སྙོམས་པར་འཇུག་པ་དེ་གི་ཤེས་དབང་ཕྱི་མ་ད་ག་རང་ལ་དེ་འདྲའི་སི་ཙིའི་ཤེས་དབང་འཕེལ་རྒྱས་ཀྱི་ལས་དེ་གི་སི་ཙི་ཤི་ནི་བ། སི་ཙིའི་ཤི་བའི་ནི་པ་མཐའ་ཅན་འདྲ་བོ་དེ་འདྲས་འགོག་པ་ལ་སྙོམས་པར་འཇུག་པ་དེ་གཞལ་བ་ཡིན་ཙང། ཨ་ནི།

ཨ་ནི། ཤེས་བ་ཕྱི་མའི་ཕྱི་མ་ལ་སྲིད་ཚེ་ཤེས་བ་ཡིན་ཙཱ། དེ་འདྲའི་ཡིན་ཙཱ་དེ་འདྲའི་འགུགས་པའི་སྙོགས་རྒྱུ་དེ། ལས་གྲོགས་གཞན་ལ་མྱོང་རྒྱུ་བཞག། ད་ཚེ་འདི་ལ་འགུགས་པའི་སྙོགས་རྒྱུ་ཞིག་གམ་འགུགས་པའི་སྙོགས་རྒྱུ་ཐག། ད་ག་རང་བལྟས་དེ་ལ་དགྲ་བཅོམ་པ་ཐག་འགྲོ་བ་དང། དགྲ་བཅོམ་པའི་རྗེས་ཀྱི་འགུགས་པའི་སྙོགས་རྒྱུ་ལ་སོགས་པ་དེ་དག། དེའི་སྣང་མི་ལ། ཤེས་བ་ཕྱི་མ་ལ། དགྲ་བཅོམ་པ་སྲིད་ཚེ་ཤེས་བ་ལེན་གི་མེད་བ་ཡིན་ཙཱ། དགྲ་བཅོམ་པ་འཁོར་བ་ཤེས་བ་ལེན་བ་མེད་ཡིན་ཙཱ། དེ་འདྲའི་ཡིག་རྩར་སྒྲ་སྐྱོང་སྤེལ་བྱེད་ཀྱི་འགུག་པའི་རྙོག་འགྱུར་དེས་ཨ་ནི། སྣང་མི་མྱོང་བ་མ་ངེས་པ། དང། མདོར་ན་འགུག་པའི་རྙོག་འགྱུར་དེས་དགོངས་པ་དེ་གི་ཤེས་བ་ཕྱི་མ་སྲིད་རྩེ་ལ་ཤེས་བ་ལེན་གི་མེད་པ་ཡིག་རྩ་སྣང་མི་མྱོང་བ་མ་ངེས་པ་ཟེར་ནས་བཤད་གི་རེད། འོ་ད་དེ་ནི་ཡིག་རྩ། ཞལ་རོགས་སྨྲ་བས་གི། འགུག་པའི་སྐོར་བཤད་ཐུག་དེ་དེ་འདྲའི་འདྲ་བོ་བཤད་འོར་ད་ད་གསུམ་པ་ལ་དགོད་བྱ་གང་འགུག་པ། ཡེ་ལ་ཞེས་པ་གུང་གིས་སྙོམས་པར་འཇུག་པ། ས་གུང་ལ་དེ་ནས་སྙོམས་པར་འཇུག་པ་དགེ་གཟུགས་སོགས་གུང་ཡོད་ཅེས་པ། མྱོང་བྱེད་སོགས་གུང་ཡོད་ཅེས་པ། ཤེས་ཕོ་སིའི་རྒྱུད་ལ་ཡས་པ་ཅེས་པ། ཐོག་ཚོ། ཁོང་གུང་དུ་སྙོམས་པར་འཇུག་པ་ཅེས་པ་ཞེས་ནས་ས་བཅད་མང་པོ་ཡིས་འཆད། དང་པོ་སྒོག་བྱ་གང་མགོ་བོ་རི་ཚལ་དེ་ལ། འདུ་ཤེས་མེད་པ་བར་དུ་འདུ་ཤེས་མེད་པའི་སྙོམས་འཇུག་གཉིས་པོ་དེ་ལ་སྙོམས་པར་ཞུགས་ནས་མ་ལོངས་བར་དུ། སའི་སེམས་ཅན་རོགས་པར་འགོག་པ་དེ་བྱེད་དོ། འགོག་པའི་སྙོགས་རྒྱུད་འདིས་ཀྱང་སའི་སེམས་ཅན་རོགས་པར་འགོག་པ་ཞེས་འགོག་བྱ་གང་འགོག་གིས་སའི་སེམས་ཅན་རོགས་པ་ལྔས་ཀྱང་འགོག་བ་རེད། མདོར་ན་མིག་གི་སྣོམ་པ་ཞིག་པ་ནས་ཡིད་ཀྱི་སྣོམ་པ་ཞིག་པའི་བར་སྣོག་ཤིག་ཚུགས་དུས། སྐབས་རེར། ཅིའི་ཕྱིར་ན་ཞེ་རགས་སྨྲ་བས་ལུས་ལ་འགོག་པ་ལ་སྙོམས་པར་འཇུག་པའི་གང་ཟག་གི་རྗེས་ལ་སྣོག་ཤིག་ཡང་མ་རེད་སེམས་ཡང་མ་རེད། དང་དྲི་ཡི་རྩ་མིག་གིས་སྣོམ་པར་བྱེད་པ་ནི་ཡིད་ཀྱིས་སྣོམ་པར་བྱེད་པའི་བར་སྣོད་ཆའི་ཚུགས་གྲུས་ཀ་དགུ་པ་ལ་སྙོམས་པར་འཇུག་པའི་གང་ཟག་དེའི་གུ་རྒྱན་ལ་ཀ། འདིའི་ནོར་ལུག་ལ་ཀ་གར་སོན་དུས་ན་འདུ་ཤེས་མེད་པ་བར་དུ་འདུ་ཤེས་མེད་པའི་སྙོམས་འཇུག་གཉིས་པོ་དེ་ལ་སྙོམས་པར་ཞུགས་ནས་མ་ལྷུང་བར་དུ། དེ་གཉིས་ལ་སྙོམས་པར་ཞུགས་ཞེས་དེ་འདུ་ཤེས་མེད་པའི་སྙོམས་འཇུག་ལ་སྙོམས་པར་འཇུག་ཡ་ཡས་རེད་དེ། འདུ་ཤེས་མེད་པ་བར་ལ་སྙོམས་པར་འཇུག་ཟས་ཅི་ཡང་མ་རེད།

ཆགས་དེ་ཚོགས་འདུ་གཉིས་པོ་དེ་སེམས་རྒྱུད་ཀུན་འགྲོ་ཡིན་ཙང། དང་ཚོགས་བར་དུ་འདུ་ཤེས་གཉིས་དེ་སེམས་རྒྱུད་ཀུན་འགྲོ་ཡིན་ཙང་གང་ཚོགས་དེ་གཅིག་ལ་ཚོགས་བར་དུ་འདུ་ཤེས་རྩ་ནས་མེད་པས་མངལ་གཅིག་ཏུ་རྩ་ནས་མེད་པ། གང་ཚོགས་དེ་གཅིག་ལ་ཚོགས་བར་དུ་འདུ་ཤེས་རྩ་ནས་མེད་པ། ཚོགས་བར་དུ་འདུ་ཤེས་གཉིས་བཀག་སོང་ན། ཨ་ནི། ཤི་པ་ཡིན་ན་སེམས་ཡིན་ན་ཁྱེད་དེ་འཁོར་ལ་ཚོགས་བར་དུ་འདུ་ཤེས་གུ་རུ་ཡིན་པས་ཆགས་པ་ཡིན་ཙང་ཚོགས་བར་དུ་འདུ་ཤེས་གཉིས་དེ་ཀུན་འགྲོ་ཡིན་ཙང། ཚོགས་བར་དུ་འདུ་ཤེས་གཉིས་མངལ་གཅིག་བཀག་ཚར་དེ་སེམས་ཐོག་ཆེན་མངལ་གཅིག་བཀག་ཚར།

ཚོགས་འདུར་རོགས་པའི་ཡིད་ཤོག་ནས་ཚེ་དེ་ལ་ཚོགས་འདུར་རོགས་པ་བྱིན་ནས་ཚེའི་བདེ་བ་གནས་ཡག་གི་ཆེད་དུ་སྙོམས་པ་ཞུས། ད་འཚོ་བ་བདེ་བ་དང། འཚོ་བ་སྡུག་བསྔལ་འདྲ་བོ་དེ་ཀྱི་འཚོ་བ་རག་པ་རེད། གང་ཟག་དེ་ཀྱི་ལ་འཚོ་བ་བདེ་བ་དང་སྡུག་བསྔལ་འདྲ་བོ་དེ་འདྲ་ཞུས་སོང་ན་ཤེས་སོང་ན་ངན་ཅིག་ཤེས་སོང་ན་འཚོ་བ་བདེ་བ་དང་སྡུག་བསྔལ་དེ་ཀྱི་སེམས་དབྱིངས་འགྲོ་བ་རེད།

བྱས་ཙང་དེ་འདྲ་ཡིན་ཙང་ཚོགས་འདུར་རོགས་པའི་ཡིད་ཤོག་ནས། ཚེ་དེ་ལ་ཚོགས་འདུར་རོགས་པ་བྱས་ནས་ཚེ་བདེ་བ་ནས་ཡ། ཚོགས་འདུར་རོགས་པ་བྱེད་སོང་ན། འཚོ་བ་དང་འདི་ཕྱིའི་རོགས་པའི་སེམས་རོགས་པའི་གི་ཏིང་ངེ་འཛིན་གཡེང་བ་དེ་ཇེ་ཞན་འགྲོ། ཏིང་ངེ་འཛིན་དམིགས་པ་ལ་བརྟན་པོ་གནས་འགྲོ། དེ་གནས་པ་ལ་བརྟེན་ནས་ལུས་ཚེ་ཕྱི་འབྱུང་གི་བདེ་བ་ཤུགས་ཆེན་པོ་དེ་ནས་འབྲས་བུ།

འགོག་པ། དེ་སྲིད་རྩེའི་ཚེ་འདི་ཡིན་པའི་ཕྱིར་ཏེ། སྲིད་རྩེའི་གཤེའི་གཤེད་ཞེས་པའི་ཕྱིར་དང་འགོག་པའི་སྙོགས་འགྱུར་གུ་རུའི་སྲིད་རྩེའི་ཚེ་འདི་ཡིན་འགོག་པ་ལ་སྙོམས་པར་འཇུག་པའི་འཇུག་སའི་ཡང་ཐོག་མ་འགོག་པ་ལ་སྙོམས་པར་འཇུག་སྟེ་སྲིད་རྩེའི་ཚེ་ལ་དེ་ནས་འགོག་པ་ལ་སྙོམས་པར་འཇུག། ཞེས་གསུངས་པའི་ཕྱིར་རོ།

ན་དེ་འདྲ་ཡིན་ཙང་འགོག་པ་ལ་ཐོག་མར་སྙོམས་པར་འཇུག་པའི་སྙོམས་པར་འཇུག་པའི་འཇུག་སའི་དེ། སྲིད་རྩིས་ཀྱི་སེམས་ཡིན་ཙང། འགོག་པ་ལ་སྙོམས་པར་འཇུག་པའི་འཇུག་སའི་དེ་སྲིད་རྩིས་སེམས་རེད་ཟེར་ཏེ། འགོག་པའི་སྙོམས་འཇུག་སའི་དེ་ལ། འགོག་བྱེད་གཟུགས་ཀྱི་སྟེང་དུ་ལྷ་ཞལ་རོགས་སྨྲ་བའི་ལུས་ལ་བྱས་ན་འགོག་བྱེད་གཟུགས་ཀྱི་སྟེང་དུ་འགོག་བྱ་མཚོ་མདོ་རོགས་པ་ལྔས་དྲི་བཀོད་པའི་སྡེར་མོ་འདི་བྱས་ཀྱི་རེད།

ད་ག་ནག་གྱིས་བཀའ་རྒྱལ་བ་ནོར་ལུག་ལ་ཟོག་མེད་ཨེ་བྱེད་བདེན་ཚིག་ཉིད་ཅིག་བཤད་ཡོང་དེ་ལ། ད་ནས་སྙོག་རྒྱུ་དགེ་བཤད་དེ། འགོག་པ་ལ་སྙོམས་པར་འཇུག་པའི་འཇུས་ཚད་དེ། བྱས་ཙང་དེ་འདྲ་ཡིན་ཙང་ད་འགོག་པ་ལ་སྙོམས་པར་འཇུག་པའི་འཇུས་ཚད་ཚད་དེ་ལ། འགོག་པ་ལ་སྙོམས་པར་འཇུག་ཁར་འགོག་པའི་སྙོག་རྒྱུ་ཐོག་ཁ་མའི་བཀའ་བྷ་ཧ་ལུག་ཧ་སེན་གྱིས་ལ་འཇུས་ཚད་བཞག་གི་རེད་དོ། ངས་འགོག་པའི་སྙོག་རྒྱུ་ཐོག་ཁུ་གུ་དུས་སང་ཡག་གི་ཀི་ལྷོང་འདྲ་བོ་གྱིས་ལ། འགོག་པ་ལ་སྙོམས་པར་འཇུག་པའི་འཇུས་ཚད་བཞག་གི་རེད་དོ། ཡང་ན།

དེ་འདྲའི་འགུགས་པ་དེ། ཚོགས་འདུ་རོགས་པ་བསྐོ་བའི་བདེ་མོ་འདི་བྱས་ཏེ་ཡིད་དུ་བྱས་ནས། དེ་ཡིད་དུ་བྱས་དེ་ངེད་གི། ཡིད་ཀྱི་རྣོ་ཕྱིས་ཏེ་དེ་ཡིད་དུ་བྱས་དེ་དེ་རིང་ཡིག་ཚ། དགག་གཞི་ཡིད་ཀྱི་རྣོ་ཕྱིས་ཏེ་འགུགས་པ་ལ་སྙོམས་པར་འཇུག་པའི་ཡེ་ཤེས་ལས་བཞག་ངེད་དེ་ནས་འདུས། གང་འདྲའི་ཞོག་གི་འོག་ཏུ་རྟ་གི་འོག་ཏུ་བ། ད་བཞི་བ་ནི་འགོག་པ་སྟེ་རྒྱས་སོའི་སེམས་ཀྱི་ནང་ནས་དགེ་བ་ཡིན་ཏེ་དེ་ཀུན་སློང་གི་དགེ་བ་ཡིན་པའི་ཕྱིར། དགེ་བའོ་ཞེས་མཚོན་པའི་ཕྱིར། ད་ཀུན་སློང་གི་དགེ་བ་ཡིན་ཟེར་ཏེ་ད་ཀུན་སློང་ག་རེ་བྱས་ནས་དགེ་བ་རེད་བོ་ཟེར་ན། མཐོང་བྱེད་ལ་བདེ་བ་གནས་པའི་དན་དང། སྙོམས་པར་རྒྱུ་བ་ཡིན་ཙང

དེ་ལ་བརྟེན་ནས་ཤེས་བ་ཕྱི་མ་ལ་སྲིད་རྩེ་ལས་ཤེས་བ་ལེན་པ་དེ་ཚེ་ད་སྲིད་རྩེ་ལས་ཤེས་པའི་ཤེས་བ་དེ་ཚེ་འདི་འགུགས་པའི་སྙོགས་རྒྱུ་དེ་གི། ཤེས་ནས་མྱོང་བྱེད་ཀྱི་སྣང་མ་རེད། ཚེ་འདི་འགུགས་པའི་སྙོགས་རྒྱུ་དེ་དེ་འདུལ་བའི་སྲིད་རྩེ་ལས་ཤེས་པའི་ཤེས་བ་དེ་གི། ཨ་ནི། ཤེས་ནས་མྱོང་བྱེད་ཀྱི། ད། རྒྱན་འདྲ་བོ་བཞག་ཨོ་རེད།

མྱོང་རྒྱུ་གཉིས་སུ་དང། མ་ངེས་ཤེས་བསྲུན་པའི་ཕྱིར། ད་སྤྲོས་པ་ནི་འགུགས་མྱོང་དེ་འཕོ་བའི་རྒྱུ་ལ་ཡོད་ཀྱི་སོ་ཤིའི་རྒྱུ་ལ་མེད་དེ་སོ་ཤིའི་ལྡོག་ཆས་ཀྱི་དུག་པས་འཇིགས་པས་འགུགས་པ་ལ་སྙོམས་པར་འཇུག་མི་ནུས་པའི་ཕྱིར། དེའི་འདུ་ཤེས་མེད་པས་སྙོགས་འཇུག་ལ་མི་ཚུད་དེ། ད་འགུགས་པ་ལ་སྙོམས་པར་འཇུག་ངེས་གང་ཟག་དེ་ལ་འཕོ་བ་མ་གཏོགས་སོ་སོ་ཤི་བའི་འགུགས་པ་ལ་སྙོམས་པར་འཇུག་ཐུབ་ཀྱི་མ་རེད་ཟེར།

བྱས་ཙང་འགུགས་པ་ལ་སྙོམས་པར་བཅུད་དེ་འཇུ་སའི་སྲིད་རྩེའི་ཚད་ཡིན་ཙང་སྲིད་རྩེའི་ཚད་ཀྱི་བདག་གི་རྟེན་ལུས་དེ་འདི་ཞིག་གི་ལུས་དེ་མཐོང་གི་མེད་པ་ཡིན་ཙང། ད་བདག་གི་རྟེན་སེམས་སེམས་རྒྱུད་ཐམས་ཅད་མངལ་གྱི་དུ་བཀག་བྱང་ན། ཨ་ནི་བདག་དེ་གནས་ས་གི་རྟེན་མེད་ནས། ཨ་བདག། རྗེས་ཆད་པ་དེ་འདྲ་ཡོང་གི་འདུག་སོང་ནས་བདག་ཆད་ཀྱི་དོགས་པས་འཇིགས་རིགས། དེ་འདྲའི་སྐད་ཆ་འདྲ་བོ་ཞིག་མེད་དོ། ཡིད་རྩ་དེས་འདི་ཕྱི་མེད་པའི་སྙོམས་འཇུག་ལ་མི་ཚུད་དེ། འདི་ཕྱི་མེད་པའི་སྙོམས་འཇུག་དེ་གཞོལ་བའི་ཚེ་བདག་གི་སྟན་ལི་ལ་རྨིས་ཤིང་འགུགས་པས་འགུགས་མྱོང་ཅིག་གཞོལ་བའི་ཚེ། སྲིད་རྩེའི་མཚན་ལ་བརྟེན་ནས་གཟུད་བྱ་ལ་གཉིས་སྣང་ནུབ་པའི་ཕྱིར། འཕགས་པས་ཞེས་གསུངས་པའི་ཕྱིར། ཁ་ཤས་ཀྱིས་ནི། སོ་སོའི་ཤེས་པས་གང་ཟག་རང་ཆ་བའི་རྫས་ཀྱི་བདག་མེད།

རང་རྐྱ་བའི་རྫས་ཀྱི། སོ་སོར་ཤེས་པའི་རང་རྐྱ་བའི་རྫས་ཀྱི་གདངས་འཛིན་བ་ཡིན། རྩ་དེ་ཡང། ཨ་ནི། ཁ་སོའི་ཡི་གེ་དྲན་པ་ཉེ་འཇོག་ཁ་ཐུག་ལས་བཤད་པ་ནང་བཞི། ཨ་ནི། ལི་ལ་བདག་གི་རྟེན་དང། སེ་ལ་བདག་འཛིན་ཟེར་ནས་སུན་བ་ཡིན། རྩ་སོ་སོར་ཤེས་པ་ཕར་ཕྱིན་པ་ཏིང་ངེ། སེ་ལ་སྨིན་ནས། ཨ་དེ་རང་རྐྱ་བའི་རྫས་ཀྱི་གདགས་ཀྱི་འཛིན་བ་ཡིན། རྩ་ལྷག་པར་དུ་ཡང་སའི་སྟོང་པ་འདི་ཅིག་ནོར་ལུགས་ལ། སའི་རྩོམ་པ་འདི་ཚོས་གར་བཤད་དེ་བ་ཟེར་ན། སེམས་ཅན་མཐོང་ཡང་སོ་སོ་ཤི་བོའི་སོ་སོ་ཤི་བོ་ཡིན་ན་ཁྱེད་ཅི་ལ་ཉེ་ཡིག་ཡས་པའི་ཕྱིར། ཉེ་ཡིག་དེའི་སྐུལ་ཅི་ལ་སྨིན་ནས་རང་ཅག་བའི་རྫས་ཀྱི་བདག་འཛིན་གིར་ཟེར་བ་རེད་བ། བྱས་ཙང་དེ་འདྲ་ཡིན་ཙང་སོ་སོ་ཤི་བོ་ཕལ་ཆེ་བ་དེ་ག་སོ་སིའི་སེམས་ལ་སྨིན་ནས་རང་ཅག་བའི་རྫས་ཀྱི་བདག་འཛིན་བསྡད་པ་ཡིན་ཙང།

ད་དེ་འདྲའི་ཞིག་མ་གཏོགས་ཨ་ནི་གཞན་དག་ཞལ་རང་དམའ་བའི་སྐོར་ལ་ཞི་བོ་ཞི་ཡག་མི་འདུག་ད་དེ་འདྲའི་འདྲ་བོ་ཞིག་རེད་དེ་ནི། ཨ་དེ། ཨ། ཨ་ནི་ཕོ་པའི་གཞོ་བའི་ཐོག་ཟེར་དེ་དག་ཕོ་པའི་ཟེར་དེ་སྒུག་པ་ལ་སྙོམས་པ་གྱུར་པའི་གང་ཟག་དེ་ལ། ཕོ་པ་ཡིན་གྱི་རེད་ཟེར་ཡ་དང་གཞོ་བའི་ཐོག་ཟེར་དེ་ཤི་སྟངས་སྒུག་པའི་སྙོགས་འགྱོད་ལ། སྦྱོར་བཞུགས་དགོས་རེད། སྦྱོར་བ་འབད་རྩོལ་ལ་བརྟེན་ནས་སྒྲུབ་དགོས་རེད། ཡིན་ན་ཡང་ཕྱི་རྟགས་འགུགས་པའི་སྙོགས་རྒྱུད་ལ་སྦྱོར་བཞུགས་ཡིན་གྱི་རེད་དེ་སངས་རྒྱས་བཅོ་ལྡན་འདས་ཀྱིས་ཀྱང་འགུགས་པའི་སྙོགས་རྒྱུད་དེ་སྦྱོར་བཞུགས་མ་རེད་ཟེར་བ་རེད། ཐེག་པ་སངས་རྒྱས་བཅོ་ལྡན་འདས་ཀྱི་འགུགས་པའི་སྙོགས་རྒྱུད་དེ། ཟད་མི་ཤེས་ཤེས་པའི་བྱུང་ཕྱིར་ཐོགས་པའི་ཞོར་ལ་བྱ་བཞུགས་ལ་ཐོགས་ཡོང་གི་རེད། སྦྱོར་བ་འབད་རྩོལ་གྱི་ཆེད་དུ་གཉིས་ནས་སྒྲིལ་ཡོང་བ་ཞིག་མ་རེད་ཟེར་བ་རེད།

སངས་རྒྱས་བཅོ་ལྡན་འདས་སུ་དང་པོ་སེམས་བསྐྱེད་ཀྱི་གནས་ག་ལ་འགུགས་པའི་མྱོང་བྱེད་ཐོག་མ་རེད། ལྷག་པར་ལམ་གྱི་གནས་ག་ལ་འགུགས་པའི་མྱོང་བྱེད་ཐོག་མ་རེད་དང་པོ་མ་ཡིན་སོ་དང་པོ་ལྷག་པར་ལམ་གྱི་གནས་ག་སེམས་བསྐྱེད་ཀྱི་གནས་ག་ལ་འགུགས་པའི་མྱོང་བྱེད་ཐོག་པ་མ་ཡིན་ཏེ། སྐད་ཅིག་མ་སེམས་བསྐྱེད་རྩ་གཅིག་ཐོག་ཕྱི་རོལ་ཞི་བདེ་ལ། སྐད་ཅིག་མ་སེམས་བསྐྱེད་རྩ་གཅིག་ཐོག་མཐོང་ལམ་ཤེས་བྱའི་སྐད་ཅིག་མ་སྤྱི་བྲུས། དེའི་སྐབས་ལ་སྲིད་རྩེའི་གི་གོག་པུ་གི་གི་གཉིས་གཉིས་བར་ཆད་མེད་ལ་གི་སྣང་གྲོགས་ལ་གི། ཨ་གི་གཉིས་ནག་པོ་ཀྱོ་བརྒྱད་ཀྱོ་བརྒྱད་གང་ལ་སྤྱི་བྲུས་བསྣན་ན་སེམས་བསྐྱེད་རྩ་གཅིག།

ཨ་ནི། དེ་འདྲའི་ཡིན་ཙང་ཐུབ་བ་སངས་རྒྱས་བཅོ་ལྡན་འདས་ལ་སློབ་པ་ལོངས་ཀྱི་གནས་སྐབས་དང་སེམས་ཅན་གྱི་གནས་སྐབས་ལ་འགུགས་པའི་སྙོགས་འགྱུར་ལྔས་འདི་བྱས་པའི་དུས་ཚོད་ཡོང་བ་རེད་ཟེར། མདོར་ན་ཨ་ནི་ནོར་གྱིས་ཟས་ལ། སངས་རྒྱས་བཅོ་ལྡན་འདས་ཀྱི་གཞུང་ཀློག་འཕྲལ་ནས་མི་ཀློག་ཀློག་བར་ལ་སྙོམས་པ་ཞོག་ཐེངས་གཅིག་འགྲོ་གི་རེད་ཟེར་དུས་ལ་ད་སྙོམས་པ་ཞོག་ཐེངས་གཅིག་གཞུང་ཀློག་ནས་ཡང་མི་ཀློག་ཀློག་བར་ལ་འགྲོ་གི་ཡལ་བ་ཡིན་ཙང་འགུགས་པའི་སྙོགས་འགྱུར་ལྔས་འདི་བྱས་ས་གི་དུས་ཚོད་ཟེར་ནས་ཡོང་བ་རེད་དེ་འདྲའི་ཡིན་ཙང་དང་པོ་མ་ཡིན་ཟེར་དུས་སངས་རྒྱས་ཀྱི་དང་པོ་སེམས་ཅན་གྱི་གནས་སྐབས་ལ་འགོག་པའི་མྱོང་བྱེད་དག་གི་མ་རེད། སངས་རྒྱས་ཡོངས་དེ་ལ། བྱུང་ཆེ་རྙེད་པའི་ཞོར་ལ་འགོག་པའི་མྱོང་བྱེད་དག་གི་རེད། དེ་འདྲ་ཡིན་ཙང་འགོག་པའི་མྱོང་བྱེད་དེ། ཞལ་བཞུན་འདྲ་བོ་དང་བཤད་སྟངས་འདྲ་བོ་རིགས་མ་གཏོགས། ཡོ་བཞུན་མ་རེད་ཟེར་བ་རེད། ལྷག་པར་དུ་ཡང། འོག་མི་འགས་ལ་དགེ་བ་མཐའ་ཤས་ཆད་ལགས་ན། གཞོལ་བ་ལས་ཆོས་བཅུའི་ཟས་མེད་ཟེར་སངས་རྒྱས་འཕགས་པས་ཀྱི་ལ་ཡོ་བཞུན་མེད་ཟེར་བ་རེད་ད་དེ་ག་རེ་ཟེར་བ་ཟེར་ན། སངས་རྒྱས་པའི་གནས་སྐབས་དེ་ལ་སངས་རྒྱས་ཀྱི་ཡེ་ཏེ་གང་ཡིན་པ་དེ། གཞོག་བ་འབེ་བཙོག་སྒོ་ནས་འགྲོ་དགོས་པ་མ་རེད། ཡེ་ཏེ་ག་འདྲེ་ཅིག་མངལ་དེ་བཞད་གི་ན་ཡོང་ཁོ། འབེ་མས་ལྷ་འགྲོ་གི་ངུ་གུ་ངུ་གུ་འཇུས་ཡོང་གི་རེད། དེ་འདྲེ་ཅིག་ཞལ་རོགས་དམའ་བས་བཤད་གི་རེད་མ་གཏོགས་ཞལ་རོགས་དམའ་བས་གི་སངས་རྒྱས་འགྲོ་འདི་ལ་སངས་རྒྱས་ཚ་འདི་ལ་ཕྱིས་གཏོང་ཆེད་མངལ་ས་དེ་ག་འདི་ཡིན་ན་ལྟུག་ལྟུག་བ་འདྲ་བོ་དང། རྙོག་འཇོག་དང་བརྗེད་ཐོག་དང་དེ་ནས་དེ་ཚོང་མ་ག་འདི་ཡིན་ན། ཅི། མངལ་དེ་ཇི་ཅི་བ་ར་དེ་རྙོག་རྗེའི་ངོ་བོ་གཅིག་དང་ནོར་རྗེའི་གྲུབ་མཐའ་གོང་མའི་ལུས་ལ་བཤད་དེ་དེ་འདྲེ་འདྲ་བོ་བཤད་གི་མ་རེད། སངས་རྒྱས་ཀྱི་ཡེ་དེ་གང་དྲིན་གྱིས་མངལ་དུ་བཞེས་དགོས་ན་ཡང་དེ། ཁོ། མངལ་དུ་བཞེས་དགོས་ཀྱི་དུས་སོང་ནས་སྐུ་ལུང་དྲག་པོ་ཞིག་མངལ་དུ་བྱེད་ཡོང་དུས་ཁོ། ངོ། མངལ་དུ་བྱེད་ཡོང་གི་རེད་མ་གཏོགས་གཞོགས་བ་འབད་བཙོག་ཐུན་བྲལ་སྒོ་ནས་བསྒྲུབ་དགོས་པ་མ་རེད་ཟེར་ནས། སངས་རྒྱས་པའི་གནས་སྐབས་ལ་སངས་རྒྱས་ཀྱི་ཡེ་དེ་ཐམས་ཅད། སངས་རྒྱས་རང་ཉིད་ཀྱི་མཐུ་ལ་བཞེས་པ་ཙམ་གྱིས། ངང་གིས་འགྱུར་བ་མ་གཏོགས་གཞོགས་བ་འབད་བཙོག། ཤུགས་ཆེན་པོ་གཏན་ནས་བསྒྲུབ་མི་དགོས་པ་ཡིན་ས། རྒྱལ་དབང་ཐ་ཆད་ཆད་ལགས་ན་གཞོལ་བ་ལས་ཀྱི་བཅུད་ཟད་མེད། ད་དེ་འདྲི་གྱི་རེད་དེ་ནས་ཡོད་ནི་ང་ཚོ་ཡིག་སྐྱ། འདི་བ། འདྲ་བོ་ཞིག་ད་ག་བ་རེད་བ་དེ་རྒྱ་ལུགས་དུ་བ་གཅིག་ལ། དེ་ལ་ནུ་ཤུགས་ཀྱི་ཁ་ཆེའི་ཞལ་རོགས་དུ་མ་བ་ཟེར་ཞིང། ནུ་ཤུགས་ཀྱི་ཁ་ཆེའི་ཞལ་རོགས་མ་བའི་གར་ཟེར་བ་རེད་ཟེར་ན། སྲིད་རྩིས་སའི་ཐོབ་པའི་གཞུང་སའི་སོག་ཏའི་བཞི་བ་རང་ཐ་ལ་བལྟས་ནས་མཐོང་ལོང་ངན་དུ་བཤད། དེའི་རྗེས་སྲིད་རྩེའི་ཚལ་ལ་བརྟེན་ནས་འགོག་པ་ལ་སྙོམས་པར་འཇུས། དེའི་རྗེས་སྲིད་རྩེའི་སྒོ་སྤུ་གུ་རང་གིས་སྤུངས་ནས་གཞུང་ཆེ་ལྔའི་དེ་བཞེད་པས། ད་དེ་འདྲི་ཞིག་བཤད་གི་འདུག་བ་དེ། ཁ་ཆེའི་ཤེས་རབ་མང་བ་དེ་འདྲའི་འདས་ངེས་ཡས་ན་ཡས་པ་ཡིན་ན་ཤི་ཏུག་དེ་བཤད་གི་མ་རེད། སྲོག་ལྟའི་བཞི་བ་ལ་བརྟེན་ནས་མཐོང་ལོང་ཤི་ཟད་སྐད་ཅིག་མ་ཅི་རུའི་ཐོག་དེའི་རྗེས་ལས་སྲིད་རྩེའི་ཚལ་ལ་བརྟེན་ནས་འགོག་པའི་སྙོགས་འཇུག་ཐོག་དེའི་རྗེས་ལས་སྲིད་རྩེའི་སྒོ་སྤུ་གུ་དེ་འདྲས་སྤོང་བ་ཡིན་ན།

དེའི་སྲིད་རྩེའི་ཚད་ལ་བརྟེན་ནས་འགོག་པ་ལ་སྙོམས་པར་འཇུག། མཐོང་ལམ་ཤིང་རྩའི་སྐད་ཅིག་མ་སྐྱེ་དྲུག་དང་སྲིད་རྩེའི་འགོག་པོ་དགུ་ཡི་གཉིས་བསྙེན་པ་སྐྱེ་མེད་ལོ་དགུ་དང། དེ་དགུ་སྤངས་པའི་སྣང་གྲོང་ལོ་དགུ་སྟེ་ཟག་མེད་ཀྱི་ཕྱིའི་སུན་ཕྱི་རྩ་བཞི། བར་མ་ཁྱད་དུ་བསྙེན་ཏེ་བཤད་ནས་གཞོགས་ཕྱི་བསྙེན་ཏེ་བཤད་པ་བཞེས། བྱས་ཙང་ནི་སུམ་ཅུ་རྩ་བརྒྱད་བར་མ་ཕྱེད་དུ་མངལ་དུ་བྱས་ནས་བྱུང་ཕྱིར་མངལ་དུ་བྱས་པ་བཞེས་ཟེར་དང། གང་འདིར་མི་འབྲལ་ཤེས་བརྒྱག་ཡོང་དེ་ལ་ནི། དེ་འདྲའི་ནུ་ཞུ་བོའི་ཁ་ཆེའི་ཞལ་རོགས་སྨྲ་བ་དེ་ག་སུམ་ཅུ་རྩ་བརྒྱད་བར་མ་ཕྱེད་དུ་མངལ་དུ་བྱས་ནས་བྱུང་ཕྱིར་མངལ་དུ་བྱས། སུམ་ཅུ་རྩ་བརྒྱད་བར་མ་ཕྱེད་དུ་མངལ་དུ་བྱས་ཟེར་དང། ཐུང་ལོང་ཤི་ཟས་སྐེ་སྐྱིལ་མ་བཅུ་དྲུག། མངལ་དུ་བྱས་པའི་རྗེས་ལ་སྲིད་རྩེའི་ཚན་ལ་དེ་ནས་འགུགས་པའི་སྙོགས་འགྱུར་མངལ་དུ་བྱས་ཟེར་དེ་ནི། ག་རེ་ཡིན་ན་དེ་འགའ་བ་འདྲ་བོ་ཞིག་བསྡུས་བ།